ཧོ། ན་མོ་གུ་རུ། གང་ཞིག་འཁོར་བའི་རྒྱ་མཚོ་འཇིག་ཚོགས་རང་བཞིན་གར་བསྐལ་པ་ལས་འགྲོལ་བར་མཛད་པའི་བཀའ་བརྒྱུད་རིན་པོ་ཆེ་ཡོད་བརྗོད་པ་རྣམ་པར་དག་པའི་རྒྱན་ཆེན་བྱིན་རླབས་ཀྱི་ཆུ་རྒྱུན་རྒྱ་མཚོ་ཆེན་པོའི་ཡོན་ཏན་ཟད་མི་ཤེས་པ་སྨོན་ལམ་རྒྱ་ཆེ་ཅན་ཡུན་རིང་བ་ཀླུ་མཁྱེན་གྲུབ་པའི་སྒྲུབ་བརྒྱུད་དྲི་མ་མེད་པའི་བླ་མ་དམ་པ་རྣམས་ལ་ཆོས་ཨང་རྩ་ཆེན་རྒྱ་མཚོ་ཆུ་བོ་ཆེ་འཇའ་ལམ་དུ་གསུང་ལོ། མདོར་བྱས་བྱང་བ་དེ་ལོ་ན་རོ་བྱ་བ་མར་མེ་ད་སོགས་སྤང་གྲོལ་འཇིག་རྟེན་ཀུན་དགའ་དྲིན་གསུམ་དང་རྩ་བའི་བླ་མའི་ཞབས། རྩ་རྒྱུད་བླ་མ་ཡི་དམ་མཆོག་ཚོགས་ལྷ་ཡི་གསོལ་བ་འདེབས་སོ་བདག་རྒྱུད་བྱིན་གྱིས་རློབས། བདག་སོགས་སམ་བྱང་དུ་འཇོག་ལོ་ཆོས་ཚོགས་འགྲུབ་པར་བྱིན་གྱིས་རློབས། ཆོས་ལམ་དུ་འགྲུབ་པར་བྱིན་གྱིས་རློབས་ལམ་འཁྲུལ་བ་སེལ་བར་བྱིན་གྱིས་རློབས། འཁྲུལ་བ་ཡིད་བྱེད་སུ་ཆགས་པར་བྱིན་གྱིས་རླབས་དུ་སོ། མ་འགྱུར་རྣམ་རྒྱལ་མཐའ་དག་མཉམ་པའི་སེམས་ཅན་ཐམས་ཅད། ཐོབ་བྱ་བླ་ན་མེད་པ་རྣམ་གྲོལ་དོན་དུ་བདེ་བ་རྒྱལ་བ་ཡང་དག་པར་རྫོགས་པ་སངས་རྒྱས་ཀྱི་གོ་འཕང་དམ་པ་མྱུར་དུ་ཅི་ནས་ཀྱང་ཐོབ་པར་བྱའོ་སྙམ་པས། ཀུན་སློང་བསམ་པ་སེམས་བསྐྱེད་བཟང་པོའི་སར་བཏབ་སྟེ་གསན་པར་ཞུ། ནང་པའི་ཆོས་སྐོར་ཚོགས་པའི་སྡེ་ཁག་ཚང་མས་མནལ། དམ་པའི་ཆོས་ལ་ཐོས་བསམ་མཛད་མཁན་ནི་གསན་མཁན་མཆོག་གྲོགས་ལན་བརྒྱ་ཚང་མ་ལ་མཇུག་ལས་ཤོས་ཆ་དང་གདངས་སྣ་ཚོགས་ལ་ཁ་བྱོ་ང་དང་ཡིན་སྙམ་མན་སྒམ་པོ་པའི་བདག་པོ་དར་རྒྱས་ནས་ནང་ང་རྒྱུད་ནས་འདི་བཤད་སྙིང་པོ་འདི་བསྟན་ནས་མི་ལུས་རིན་ཆེན་མཆོག་སྐྱེས་ནས་དགེ་བའི་བཤེས་གཉེན་ཉན་ཐབས་ནི་དེ་ཡི་གདམས་ངག་སྟེ། འདོད་དགུ་རྫོགས་སངས་རྒྱས་ཀྱི་སྐུ། ཕྲིན་ལས་ཐོགས་མེད་འགྲོ་དོན་མཛད། ཅེས་གསུངས་པ་ནང་བཞིན། ད་རྒྱུད་སྡེ་བར་གཤེགས་པའི་སྙིང་པོ་ཡོད་པ་ཡིན་ནའང་དེ་ཙམ་གྱིས་མི་འགྲིག་པ་རྒྱུད་སྡེ་ཞེས་སྙིང་པོའོ། དེ་སྔ་ཏང་ཡོན་བསྟན་མི་ལུས་རིན་པོ་ཆེ་མཆོག་ཏུ་གྱུར་པ་ལུས་རྟ་མཆོག་རྣམ་གཉིས་དང་བདམས་པ་སེམས་དབབ་རྟ་རྣམ་གསུམ་དང་ལྡན་ཏེ་ཡོད་མཁན་གཅིག་ལ་ཡོང་དགོས་བསམ་མོ། ད་ལྟའི་རྫོགས་བའི་ལུས་རྟེན་ཕུན་སུམ་ཚོགས་པ་ཞིག་ཡོད་པ་ཡིན་ན་ཡང་དེ་ཙམ་ཞིག་མ་ཡིན་པ། འོ་ད་དེ་ནི་ང་དང་རྐྱེན་དགེ་བའི་བཤེས་གཉེན་མཚན་ཉིད་ལྡན་པ་ཞིག་འཁྲབ་དགོས་ས་ནོ་ད་གཙོ་བོ་དགེ་བའི་བཤེས་གཉེན་དེ་ནི་ཐེག་པ་ཆེན་པོའི་དོན་ལ་རྒྱ་ལ་བཅོལ་ཏེ་མཁྱེན་ག་འཇིགས་ནའང་དེའི་ལམ་རང་བཞིན། དགའ་བོ་ཉམས་ལེན་དང་མྱང་པོ་ཐིག་གྲགས་ཚད་ལྡན་གྱིས། ད་ལྟའི་ཙམ་གྱི་ཡོད་པ་ཙམ་མི་འགྲིག་པ། འོ་ད་དེ་ནི་ང་དང་དགེ་བའི་བཤེས་གཉེན་ནས་གསུང་བ་མཛད་ཁ་ནས་གདམས་ངག་པོ་ལ་དེ་ནི་རྒྱ་ལ་བཅོལ་ཟེར་ད། མཉན་ཏེ་དེ་ནང་བཞིན་གྱི་འགྲོ་ལུགས་པ་ཟ་ནོ་གསུང་བ་མཛད་ད་ད་དེ་གཙོ་བོ་གདམས་ངག་པོ། སྤྱི་ཕལ་གསུང་བར་ཀྱང་བྱོས་ན་ང་དང་སེམས་ཅན་ཚང་མ་སངས་རྒྱས་ཀྱི་སྙིང་པོ་ཅན་ཡིན་པ། དེ་ཙམ་དུ་མ་ཟད་པའི་ལུས་རྟེན་ཕུན་སུམ་ཚོགས་པ་ཞིག་གང་ལ་ཡོད་པ། དེ་ཙམ་དུ་མ་ཟད་དེབ་དགེ་བའི་བཤེས་གཉེན་གྱིས་འཁྲབ་པ་ཡིན་ན་ཡང་ད་རུང་སངས་མི་རྒྱས་པའི་རྒྱུ་མཚན་ཅི་རོགས་ཟེར་ར་ན་སྙམ་པོ། འོ་ད་ང་དང་ཚང་མའང། སངས་རྒྱས་ཀྱི་གོ་འཕང་རིན་པོ་ཆེ་ཐོབ་ཆེད་སི་ཕི་ཨ་བགེགས་ཇོ་ཁན་བར་ཆད་ཇོ་ཁན་ན་ག་བཞི་ཡོད་དེ་ནོག་ཅི་ནོག་ཟེར་ན་ཚེ་འདི་ཡི་སྤྱོད་ཡུལ་ལ་ཆགས་པ་སྲིད་པའི་བདེ་བ་ལ་ཆགས་པ་ཞི་བའི་བདེ་བ་ལ་ཆགས་པ་སངས་རྒྱས་སྒྲུབ་པའི་ཐབས་མི་ཤེས་པས། དེ་གཙོ་བོ་ཡེ་དེ་ནི་ང་དང་ཡིན། བར་ཆད་གཅོད་མཁན་ནག་བཞི་ཡོད་པ་སངས་དེ་ཡི་སྙིང་པོ་ལ་དེ་ནི་ང་དང། མི་རྟག་སྒོམ་དང་འཁོར་བ་ཡི་ཉེས་དམིགས་ལས་འབྲས་བཅས་པ་དང་བྱམས་དང་ཉེས་བྱས་བསྒོམ་པ་དང་བྱང་ཆུབ་སེམས་བསྐྱེད་ཆོས་རྣམས་ཏེ་དེ་ལྟར་རྣམ་པ་བཞི་ཡེ་ནས་དེ་ཡི་གདམས་ངག་ཐམས་ཅད་བསྡུས་གསུང་བ་མཛད་དེ་ད་ཚེ་འདི་ཡི་སྤྱོད་ཡུལ་ལ་ཆགས་པའི་གཉེན་པོ་མི་རྟག་པ་སྒོམ་པའི་གདམས་ངག། སྲིད་པའི་བདེ་བ་ལ་ཆགས་པའི་གཉེན་པོ་འཁོར་བའི་ཉེས་དམིགས་ལས་འབྲས་དང་བཅས་པ་སྒོམ་པའི་གདམས་ངག། བཞི་བའི་བདེ་བ་ལ་ཆགས་པའི་གཉེན་པོ། བྱམས་སྙིང་རྗེ་བསྒོམ་པའི་གདམས་ངག་སངས་རྒྱས་སྒྲུབ་པའི་ཐབས་མི་ཤེས་པའི་གཉེན་པོ་ལ། བྱང་ཆུབ་མཆོག་ཏུ་སེམས་བསྐྱེད་པ་བསྒོམ་པའི་གདམས་ངག། ཅེས་གདམས་ངག་བཞིའི་གསུང་མཛད་དོན་ནོ། འོ་དེ་རྣམས་ནི་དེ་ནི་ང་དང་གདམས་ངག་དང་པོ་ཡིན་ནོ། ད་གདམས་ངག་དང་པོ་བོ་དེ་ནི་ང་དང། གདོད་མའི་ནང་ན་དབྱེ་བ་དང་ནི་བསྒོམ་ཐབས་དང་བསྒོམ་པ་ཡི་ནི་ཕན་ཡོན་ཏེ་རྣམ་པ་གསུམ་པོ་དེ་དག་གིས། མི་རྟག་བསྒོམ་པ་ཡོངས་སུ་བསྡུས་གསུང་བ་མཛད་དོ། ད་ཚེ་འདིའི་སྤྱོད་ཡུལ་ལ་ཆགས་པའི་ཡོད་མཁན་ནི་གཉེན་པོའོ། དེ་ནི་ད་ངན་ལ་མི་རྟག་པར་བསྒོམས་པས་ནའང་དབྱེ་བར་བཤད་པ་དང་བསྒོམ་པའི་ཐབས་བསྟན་པ་དང་ཕན་ཡོན་བསྟན་པ་ན་བ་གསུམ་ཡོད་པའི་ནང་ནས་དབྱེ་བར་བཤད་པ་འོ་བུ་བཞུགས་གྲུབ་ཚེ་ད་བསྒོམ་པའི་ཐབས་བསྟན་པའི་སྐབས་ཡིན་ནོག་འཇུག་ད་བསྒོམ་པའི་ཐབས་པོ་ལ་དེ་ནི་ང་ད་ཡིན་ད་མདང་གཙོ་བོ་དེ་ནི་ང་ད་ཡིན། བཅུད་འཇོག་གི་རེད་ད། ཧཱུྃ། འཆི་བ་དགུ་དྲུག་གི་ཚུལ་དུ་སྒོ་མ་མཛད་མཁན་པོ་ད་ལྟའི་བུ་སྲུང་བ་ཙི་ཏི་དུ་བ་བདག་ངེས་པར་མཆི་ནམ་ཅི་ཆ་མེད་པར་མཆི་ཅིས་ཀྱང་སྟོང་པ་མི་སྟོང་པར་མཆི་སྙམ་པ་ཙི་ཏི་ད་ང་དང་ཐག་ཆོད་དེ་ཤི་བྱེད་མཁན། དེ་ནམ་ཤི་བྱེད་ཅང་རྒྱུས་མེད་མཁན། དེ་ནས་དེ་གཙོ་བོ་ཤི་བྱེད་སི་ཏུས་ལ་འབར་བ་ན་མཉམ་པོ་ཅི་ཞིག་སྤྱོད་ན་ཡང་ཅང་གང་ཕན་ཆད་མེད་མཁན། འོ་དེ་རང་ནས་དེ་ནས་ང་དང་བདག་ངེས་པར་མཆིས་པོ་ལ་ན་ག་གསུམ། དེ་ནས་ཁ་བ་ཁད་དེ་ན། ད། སྔར་མ་ཤེས་པར་ལུས་པ་མེད་པའི་ཕྱིར་དང། ལུས་འདུ་བྱ་ཡིན་པའི་ཕྱིར་དང་ཚད་ཀ་གཅིག་མ་ཡིན་པའི་ཕྱིར། ཟེར་ཏེ་དེ་རིང་གི་བཀའ་ཟུར་ང་དང་ངར་མ། སུ་ཞིག་གིས་མ་ཤེས་ཡ་འདུག་ཟེར་བའི་ཐེངས་གཅིག་སུའང་མི་རུང། གསུངས་པ་ཟ་ནི་དེ་ན་ཚོར་བ་དེ་ནི་ང་དང་གཉིས་པ་ནི་ང་སྟེ་ལུས་སྤུ་ཁྱེར་ལྟ་ན། རྒྱུད་ན་རྐྱེན་མང་པོ་ཞིག་གིས་འདུས་སྟེ་ཡོང་ཁ་ནས་ནོག། དེ་ན་ང་དང་ཚེ་བོ་ནི་རྫོགས་སུ་འབུ་དེ་ཆ་བྱད་ཅན་ཅིག་ཚ་རེ་ཆ་བྱད་ཅན་ཅིག་ཡིན་ནོག་གོ་དེ་གསུམ་ག་ཐོག་པའི་ཁ་བསམ་བློ་དང་ཟེར་ཁྱེར་ན་ཡང། འོ་ད་དེ་ནི་ང་དང། དང་ངེས་པར་འཆི་བ་ལ་རྒྱུ་མཚན་གསུམ་ཡོད་དེ་ནོ། ད་དེ་རིང་ང་དང་ཨེ་ནམ་འཆི་ཆ་མེད་པའོ། དེའོ། ད་ང་དང་ནམ་འཆི་ཆ་མེད་པའོ་ལ་ཡང་ན་གསུམ་ཡོད་དེ་ནོ། ད་དེའོ་འཆི་ནོ་ཞུ་ན་རྒྱུ་མཚན་གསུམ། ནམ་འཆི་ཆ་མེད་པའི་རྒྱུ་མཚན་གྱིས་འཆི་བ་ལ་རྒྱུ་མཚན་གསུམ་སྟེ། ཚེ་ལ་ངེས་པ་མེད་པའི་ཕྱིར་དང་ལུས་ལ་སྙིང་པོ་མེད་པའི་ཕྱིར་དང་འཆི་བའི་རྐྱེན་མང་པའི་ཕྱིར་ནམ་འཆི་ཆ་མེད་པའོ། ང་དང་ཡི་ཚེ་བུ་ལ་དེ་ནི་མ་ནི་ངས་སྤ་ཅི་མ་ནི་མི་རུས། ཡ། ཏན་ཏན་ཁོ་རང་ཨི་ཟམ་ཞིག་གིས་ནོག་ཟེར་ཏེ་ཚེ་ངས་སྤ་ཡོད་དོ་ནོག་ཟེར་ན་ཚེ་ངས་སྤ་མེད་པ་ཚེ་ངས་སྤ་མེད་དོ་ཟེར་ན་ང་དང་ཨི་ཟམ་ཞིག་ཚགས་པར་འཚོ་ཐུབ་པའི་མཛད་དེ་དེ་ནི་ང་དང་སུ་ཅིག་གི་ཐག་ཆ་དང་ཉེ་ན་མ་ནོག་སོ་ནོག

ཅེས་ཟེར་ན་ཁོ་རང་ནང་ནས་ཡོང་འདུག་དེ་ནས་མགོ་མ་ཁྱོད་རང་ཨི་ཚོགས་པར་བཅར་ཡོང་དེ་ག་ནས་ཐར་ན་དེ་ནས་ཐར་ན། སུམ་བཅུ་ནས་ཐར་ན་ལྔ་བཅུ་ཚགས་པ་ཚུན་ལྔ་བཅུ་ནས་ཐར་ན་བརྒྱད་བཅུ་ཚགས་པ་ཚུན་བརྒྱད་བཅུ་ནས་ཐར་ན་དེ་ནས་དགུ་བཅུ་ཚགས་པ་ཚུན་ཟེར་ཏེ་དེ་ནས་དེ་ཚོ་ཡོང་འདུག་དེ་ཚང་མ་ཐར་ན་ཟེར་ཏེ་ན་བྲག་ཀྱང་བཅར་ཏེ་ཡོང་འདུག།

ད་སྙིང་པོ་མེད་མཁན་མོ་ང་དང་རང་ཡི་ཇོ་སྟོན་བ་རང་ཡིས་དེ་ནས་སྙིང་པོ་ལ་ཆོས་བྱོན་མཚམས་ལ་དེ་ནས་སྙིང་པོ་ལ་ཆོས་བསྒྲུབ་པར་བྱ་ཟེར་ཏེ་མིག་ལ་རང་ཐོ་ཤོང་བ་མཛད་དཀའི་སྣང་བྱེད་ནི། ད་སྙིང་པོ་ལ་ཆོས་བྱོན་མཚམས་ན་སྙིང་པོ་ཡོད་དུ་སྣང་བ་ནས་བཞིན་དེ་ནས་འཇིག་རྟེན་མི་ཆོས་ན་སྙིང་པོ་ཧོ་ཅང་གང་མེད་དུ་སྣང་རྒྱུ་རྒྱ་ཆེན་འདུག་ཅེས་བྱ་འཇིག་ཡིན་ནོ། དེ་ནས་འཆི་བའི་རྐྱེན་མང་བ་བཟོད་དེ་ད་དེ་ན་ན་ང་དང་འཆི་བའི་རྐྱེན་མང་ནས་ནམ་འཆི་ཆ་མེད་པ་ད་དེ་སོགས་ན་ག་གསུམ་ཡོད་ཀྱང་གཞོན་ནུ་ད་དེ་ལ། དང་པོ་ནི། འགྲོ་བ་གཞན་རྣམས་གླིང་གཞན་གྱི་མི་ཚད་ལ་ངེས་པ་ཡོད་ཀྱང་འོག་སྒོ་འཛམ་བུའི་གླིང་གླིང་པའི་ཚད་ལ་ངེས་པ་མེད་དེ་ཆོས་མངོན་པར་མཛོད་ལས་ཀྱང་འདི་རྣམས་ལ་ངེས་ཐར་པ་ནི། ལོ་བཅུ་དང་པོ་དཔག་ཏུ་མེད་ཅེས་གསུངས་སོ། ད་ཅི་ལོག་ཞུ་ན་ང་ད་ཨེ་ད། ཚད་ངེས་པ་མེད་མཁན་པོ་ལ། འགྲོ་བ་གཞན་ཡ་མེད་ན་དེ་ནི་ང་དང་གླིང་གཞན། ད་ཤར་ལུས་འཕགས་པོ།

འོ་དེ་སོང་པ་སང་ཅི་ཡ་ཞུ་ན་ད་ད་ཁ་ཅིག་ནས་ལོ་བཅུའི་ནང་ཤི་ཆག་ག་ནི་ཡོད་དང་རོང་ཁ་ཅིག་ནས་མང་པོ་ཐུབ་ག་ནི་ཡོད་དང་རོང་ཁོ་ཅག་འགངས་ཟ་ཤེས་སའི་མི་རུག་པ་ནི་མི་སེར་ནང་འདྲ་མི་འདྲ་ཡོང་འདུག་དེ་ཡང་དེ་ལྟར་ཇི་ལྟར་ངེས་པ་མེད་ན་དགའ་ཟུག་བྱས་མེད་ཁར་མེད་ཁར་ནོག་ཞུ་ན་ཚོམ་ལས་ཁ་ཅིག་མངལ་དུ་འཆི་བར་འགྱུར་དེ་བཞིན་ཁ་ཅིག་བཙས་པའི་སར་དེ་བཞིན་ཁ་ཅིག་གོམ་བཙའ་ན་གོག་བཙའ་ན་དེ་བཞིན་ཁ་ཅིག་ཡོང་རྒྱུག་ན། ལ་ལ་དགེ་དང་ལ་ལ་གཞོན། ལ་ལ་དར་ལ་བབས་པའི་མི། རིམ་གྱིས་རབ་ཏུ་འགྲོ་འགྱུར་ཏེ། ཞེས་གསུངས་པ་ལྟར་རོ། ཟེར་ཏེ་གསུངས་ཟེར་ཏེ་བ། འོ་ད་ཅི་ལོག་ཟེར་ན་དེ་ནི་མི་ཁ་ཅིག་ནི་གལ་ཏེ་ན། ཨ་མའི་ཁོག་པའི་ནང་ཤི་བྱ་གར་ཡོང་འདུག་གསུངས་བ་ལོག་དང་ཨ་མའི་ཁོག་པའི་ནང། ཡ། དེ་ནི་ང་དང་ཕྲུག་གུ་བརྒྱ་ལ་མ་སྡོད་ཟེར་ཏེ་དེ་ནི་ཁོག་པའི་ནང་ཤི་སྟེ་རོ་ཕིང་སྟེ་འོང་གར་ཡོང་བ་ལོག། འོ་དེ་གཟུགས་ཀྱི་ནོར་ག་ཡ་ད། དེ་བཞིན་ཁ་ཅིག་རྩྭ་ཕོད་སར་ཟེར་ན་ཁ་ཅིག་ནི་དེ་ན་མ་ལ་སྐྱེས་པ་ན་གཉེན་པོ་ཤི་བྱ་གར་ཡོང་བ་ལོག། ད་སྐྱེས་པ་ན་ཤེས་བྱ་གང་ན་ཨ་མ་ན་ཁྲོ་བོའི་ངན་སྐལ་མྱང་པོ་ཤེས་བྱ་གང་ན་ཡོང་བ་ནོ། ཁྲོ་བོའི་ལུས་ཏེ་ཨ་མ་མ་ལུས་སྐལ་ན་ཡོང་བ་ནོ། ཨ་མ་ལུས་ཏེ་ཁྲོ་བོའི་མ་ལུས་སྐལ་ན་ཡོང་བ་ནོ་གསུངས་པ་ས་ན་དག་གོ། འོ་དེ་རྫོགས་བ་དེ་ནི་ཨ་མ་ལུས་ཏེ་ཁྲོ་བོའི་མ་ལུས་སྐལ་རྫོགས་བྱེད་ཡིན་ན་ནི། ད་དེ་ན་མ་ལ་སྐྱེས་ས་ན། ཁྲོ་བོའི་མ་ལུས་སྐལ་ཤེས་བྱ་གང་ན་ཡོང་འདུག་བ། ད་དེ་ན་རྫོགས་བ་དེ་ནི་ཁྲོ་བོའི་ཁ་ཅིག་ནི་གོག་ཙམ་ན་ཟ་ར་ན་གོག་ཙམ་ན་ཟ་ར་ན་མྱང་པོ། ད་ང་དང་འགྲིག་ཟམ་འགྲུལ་ཐུབ་ཙམ་ན་ཟ་ད་ནོ།

པདྨ་མགོན་ཧྲཱི་ཚང་མ་དཀར་པོ་སོང་སྟེ་ཁའི་སོ་ཚང་མ་སྦུད་དེ་མིག་གིས་མ་མཐོང་པ་ལྟར་ངག་དང་ལག་པས་ནི་མགོ་ལག་པར་ཁུར་ཏེ་གུར་གུར་ར་ཅོ་འཇིགས་དང་སྦྲུལ་དེ་ད་རུང་དགའ་ཟེར་ན་མ་ཤི་ཁ་ནང་ཡོང་ནོག་ཤོར་ནོག་ད་ལོ་ཁ་གཅིག་ཡོང་རུང་བ་དང་ལོ་དགུ་བཅུ་གོ་གྲངས་བ་ན་འདུག་ཟེར་ད་རུང་ཡིན་ན་འགྲིག་བསམ་རྒྱ་ལ་ཡོང་ཁ་ནི་ཡོང་དུ་བ་འོ་དེ་ཟུག་ཡོང་ནོག་ཟ་ནོག་ཁ་གཅིག་ལ་ལ་གཞོན་ཛ་ར་ན་ཉན་པ་ཁ་གཅིག་ནི་ལོ་གཞོན་གཅོ་ནས་ན་སྐབས་སློབ་སྦྱོང་བཅོས་ན་སྐབས་ལ་ད་ནི་མ་ནི་དག་ཁོང་བ་མ་ནི་དག་ཁོང་མ་ནི་འཇིག་པོ་ང་རྒྱལ་ནི་ཡང་ཚོད་ཟད་དེ་རེ་བ་བཅོལ་ནས་སྐབས་ལ་ཤི་བྱང་ང་མི་ཡོང་བ་ནོག་ས་ནོག་དག་སོང་པ་སོང་བཞོན་པའི་དུས་ལ་ལ་དར་ལ་འབབ་པའི་དུས་དག་ཁ་ཆེ་ནི་པདྨ་ནི་བཞོན་བཞོན་ཡིན་པའི་དུས་དག་ཁྱི་ཤ་ཨེ་ནོག་མེ་ཏོག་འབར་བའི་སྒང་ངའི་ནང་བཞོན་མེ་དག་འོ་དེའི་དུས་ལ་ཡང་ཤི་བྱང་ང་ནི་ཡོང་ནོག་བཞོན་ནོག་རིམ་གྱིས་རབ་ཏུ་ཤི་བར་གྱུར་སྐྱིད་ན་མེད་ན་དོན་དག་པོ་དེ་གཟུགས་བཅོལ་ཟེར་མ་ནི་ངས་པདྨ་ནི་མེད་མཁན་གྱི་རིམ་པས་བཅོལ་ཚེ་ཚང་མ་ཤི་ཡི་ནང་ག་རྐྱང་ཆད་ནུ། ཞེས་གསུངས་པ་ལྟར་རོ། ད་འོ་དེས་ན། ཅི་ནོག་བཞོན་ན། ཚེ་ལ་ངེས་པ་མེད་མཁན་པོ་ཡིན་ནོ་ད་ཅང་བསམ་བློ་གཏང་སའི་གན་ན་འཁོད་ན་ཅང་ངེས་པ་ཞིག་མི་རུ་བ། ད་ལུས་ལ་སྙིང་པོ་མེད་པ་ནི་ལུས་འདི་ཇི་ཙམ། ལུས་འདི་ལ་མི་གཙང་བའི་གན་རྫས་སུམ་ཅུ་རྩ་དྲུག་ལས་མ་གཏོགས་པའི་གན་སྙིང་པོ་ཧྲ་གྲངས་གཅིག་ཀྱང་མེད་དེ། ད་ཇི་སྐད་དུ་སྤྱོད་འཇུག་ལས་ཐོག་མར་བབ་པའི་རིམ་པ་ནི་རང་གི་ལུས་ཡི་མཐའ་དག་ཅིང་ཤེས་ཡང་རུས་པའི་ཕྲ་བ་ལ་ཤེས་རབ་མཚོན་གྱི་སྐུ་དུ་བྱས། རུས་པ་རྣམས་ཀྱང་ཆད་ཀྱང་ན་རྐང་པའི་བར་དུ་བལྟ་བར་བལྟ་བྱ་ཞིང། འདི་ལ་སྙིང་པོ་ཅི་བརྗོད་དེ་བདག་གིས། བདག་ཉིད་ཀྱིས་ནི་མ་བརྟགས་ཕྱིར་རོ། བརྟགས་པར་གྱིས་ཞེས་གསུངས་སོ། ད་ཅི་ལོག་བྱུང་ན། ང་དང་ཨའི་ལུས་སྤུ་ལ། སྙིང་པོ་མེད་དཀར་འབོ་དཀར་བོ་ང་དང་ཨའི་གཟུགས་པོ་ཁྱེད་ལྟ་ན། མི་གཙང་བའི་མཛེས་སུ་འཇུག་སོ་ཉི་ཟླ་ཁྲག་ནག་ཆུ་སེར་རུས་པ་དེ་ནི་ང་དང་དེ་ནི་གོས་དག་པདྨ་ཉར་ས་རྒྱུ་ལ་སོགས་པ་ཚང་མ་ཁྱེད་ལྟ་ན། གཙང་མ་མ་ནས་མ་ཡིན་ཁ་ཅིག་མི་གཙང་བའི་མཛེས་སུ་འཇུག་སོ་རུས་ལ་ཚངས་སྟེ་ཡོད་ཁ་ཅིག་མ་ནས་དག་གོས་ནང་གོ་སྙིང་པོ། དེ་ནི་ང་དང་རྩ་བི་ཤང་མི་རུག་ཤོ་ནོག་དག། ཅི་ཡང་བརྗོད་ན་ད་ལྟའི་བོད་ལ་བསམ་བློ་དང་དང་དང་སེང་གེ་རང་ང་ད་གཟུགས་སྤ་མི་ནག་གཙང་མ་ཅོག་ནོ་ལག་མོ་ཅོག་ནོ་འཇིགས་སྤོ་ང་ཅན་ཅོག་ནོ་མི་གཞན་མི་གཟུགས་པོ་ད་རུང་གཙང་མ་ཡིན་ན་ཧེ་ལག་མོ་ཡིན་ན་གཟི་དེ་དེ་གཟུགས་ཅོག་ནོ་བ་ད་ལྟའི་བོ་མིན་པ་རང་ན་རང་བསམ་བློ་དང་འོང་ཅོག་ནོ་ཐོག་མར་པགས་པའི་རིན་པ་ནི་ང་དང་གཟུགས་སྤོས་ནང་པགས་སྤ་ཡོད་ཀྱང་ལྟས་ནང་ཀོ་ཁེ་དང་དེ་ནི་ང་དང། སྦག་སྦག་རིམ་པ་མང་པོ་ཞིག་གི་སྟེང་ནས་བལྟས་ན། གཟུགས་སྤེལ་ན་ཡོད་མཁན་ལ་ཁྲག་འཐུ་བ་ན་བ། འོ་དེ་ཚོ་དེ་ནི་ང་དང་ཡོད་པ་སངས་སྦག་པའི་རིམ་པ་འདི་རང་གི་བློ་ཡིས་ད་ལྟ་རང་རང་སོ་སོའི་བསམ་བློ་བཏང་ས་བློ་ཡི་ནང་ནས་བསམ་བློ་བཏང་ཟེར། སོ་སོ་སོ་སོ་ནས་ཕེས་ཏེ་ཁྱེད་རང། ཤའང་རུས་པའི་དྲ་བ་ལ་བཟི་ད་དེ་གཡོག་ན་ཁྱེད་དང་དེ་ནི་ཤ་འཐུ་བ་ནོ་དེ་སྟེང་ན་རུས་པ་འཐུ་བ་ནོ་དེ་ཚང་མས་འབར་དགོས་ལ། ཤེས་རབ་མཚོན་གྱི་མགུར་དུ་བྱས་ཚུལ་ལྟར་རང་རང་སོ་སོའི་བསམ་བློ་དང་ལྟ་སྟངས་སུ་ལྟེ་བའི་ནང་ན་ལག་ཟུང་གཅིག་འདུག་ག་རེ་གཙང་མ་དཀར་བོ་འདུག་ད་ཁོའི་ནང་ན་རྒྱ་ལ་རིག་པ་དཀར་བོ་འདུག་བསམ་བློ་དང་ལྟ་སྟངས་སུ་ཁེལ། རུས་པ་རྣམས་ཀྱང་བྱ་བ་སྟེ་དེ་ནི་རུས་པ་ཐུ་བ་ནོག་ད་རུས་པའི་ནང་ན་ཡང་ཁེལ་ད་དེ་ནི་ཁྱོད་རང་དཀར་རུས་པ་བོ་སྙིང་པོ་འདུག་དཀར་རུས་པ་བོར་ལྟ་འཕུར་འདུག་ཟེར་ད་བསམ་བློ་དང་ལྟ་ཁྱེད་རང་རྐང་གི་བར་དུ་བཏགས་ཅིང་དང་མགོ་ནས་རྐང་པ་ཚ་བ་དུས་ཚོད་རེ་རེ་རེ་རེ་འཇོག་ས་ལྟ་ཟེར་མཁན་ན་འདི་ལས་སྙིང་པོ་ཅི་ཡོད་འདི་བདག་ཉིད་དེ། བདག་ཉིད་ཀྱིས་ནི་བལྟ་བར་གྱིས་སུ་ད་ཨི་བས་ན་ཁོའི་སྙིང་པོ་ག་བ་འདུག་ད་ད་འདི་ཟེར་ཁྱོད་འོང་ཞོག་ནོ་ད་གསུངས་པ་སངས་ལུས་སྙིང་པོ་མ་ནི་མི་སྐྱ་ཅེས་ཞུས་ན་ཨི་ཚང་མ། གཅིག་ན་གཅིག་གི་མཐུ་དེ་ཡིན་མཁན་གཅིག་ན་གཅིག་གི་རིགས་དེ་ཡོད་མཁན་རྫོགས་ཤིག་མ་ནི་ཀོ་ཅང་གང་ལགས་པ་ཁྱོད་ཅག་ནི་ནའང་ཟེར་ར་མི་ཤེས་པ། རྐང་པ་ཡི་མ་ནི་ཨར་དང་པོ་ཡོད་དང་ཡང་ཟེར་ར་མི་ཤེས་པའོ་དུ་རུ་གས་ཏེ་ནོ་བ་དང་དེ་གསུངས་པ་སང་ནི་ཡིད་ཚང་མས་ནི་གོ་བ་དང་ང་དང་ཆག་སྒོ་ཤས་ཆེ་ཅང་གང་མེད་ཀྱང་གཞོན་ནུ་དང་ཡིའུ་དེ་ནི་ང་དང་བུ་ཚའི་ལུས་གཏན་ནས་འཇིག་བུ་མོའི་ལུས་སུ་འཇིག་ཀ་གཟུགས་ཤིག་ཡིན་ན་ལུས་ཚང་མ་བཙོག་གོ་ནོ་བའོ་ཞེས་གསུངས་སོ། ད་ལྟའི་ཚགས་པར་དེ་ནི་ང་དང་ལུས་ལ་སྙིང་པོ་མེད་ཀྱང་འབུ་ཐུག་བསམ་ཚར་གཞོན་ནུ་དང་ཅོ་འཇུག་བས་བཟུང་བ་ན་བཟུང་བ་ན་གསུང་ཁ་ནང་བཞིན་འཇིག་ད་ལྟའི་ཚེ་ནི་འཆི་བའི་རྐྱེན་མང་བ་ནི། རང་སེམས་ཐམས་ཅད་ལ་ཆེས་པའི་རྐྱེན་དུ་མ་འགྱུར་བ་མེད་དེ་ཞེས་ཕྲིན་ལས་ཚན་དེ་ནོར་མ་རླུང་གིས་བཏབ་པ་ཡི་ཆུ་ཡི་ཆུ་བུར་བས་ཀྱང་མི་དག་ན་དབུགས་འབྱུང་ངོམས་གཉིས་ཀྱིས་ལོག་པ་ལ་ཟས་སྐོམ་གང་ལགས་ད་ནི་ངོ་མཚར་ཆེ་ཞེས་གསུངས་སོ། ད་ཅི་ནོག་བརྗོད་ན་ཆེས་པའི་འགལ་རྐྱེན་མང་བ་ད་ལྟེ་བ་ཡིན་ནོ་ངེད་རང་ལས་ང་དང་ཚང་མ་བཞོན་ནོ། རང་གཅིག་པུ་མ་ནོག་སེམས་ཅན་གཞན་ཚང་མ་ཁྱེད་དེ་ན། འཆི་བའི་སྐྱོན་དུ་མ་འགྱུར་གར་མི་རུག་ཤོ་ནོ་འཆི་བའི་ཅི་ཞིག་ཡིན་ནའང་འཆི་བའི་སྐྱོན་ལ་འགྱུར་འདུག་ད་ཚེ་འདི་ནོར་མང་བྱུང་ན་ཚེ་འདི་ནས་ཁ་གད་དོན་ན་ད་མ་ནི་ང་ད་འོང་ལ་ཚེ་ཡ་ནོར་པདྨ་མང་པོ་ཞིག་ཡོང་འདུག་རླུང་གིར་བཏབ་པ་ནང་བཞིན། ད་རླུང་སྤུ་ཤུགས་ཆེན་མོ་ཡོང་ས་དེ་ནས་ཆུ་ཡི་ནང་ཁུལ་བ་ཆུ་བུར་ཆགས་སུ་ཡོད་ན་དེ་ཚང་མ་དེ་རྣལ་མ་ལ་རླུང་སྤུ་ཡོང་ན་སྙམ་པོ་ཁོ་རླུང་སྤུ་ཤུགས་གཅིག་ཕོག་ནའང་དེ་ནས་དེ་རྣལ་མ་ལ་ཆུ་བུར་ཚང་མ་མེད་མཁན་ཆགས་ནོ་བ་ཆུའི་ལྦུ་བ་ཚང་མ་འོ་དེ་རྫོགས་ད་ནི་ཆུའི་ལྦུ་བ་ནང་ཞིག་ནས་ད་ནི་སྙིང་པོ་མེད་པ་དང་ལམ། དེ་ན་མ་ལ་ང་དང་རྐྱེན་བྱུང་གཅིག་ཕྲ་དང་ན་ཡང་པོ་མེད་མཁན་སོང་ཐམས་ཅད་ཅན་གྱི་ཡིན་ནོ། ད་དབུགས་འབྱུང་དབུགས་རྔུབ་ཟེར་ར་ན་ཡང་པོ་དབུགས་འབྱུང་རྔུབ་ཟེར་ན་ང་དང་དབུགས། རྔུབ་པ་ཟེར་ན་འབྱུང་བ་ཟེར་ན་ཕི་ལོག་ཕིང་ཅེས་སོང་ནོ་རྔུབ་པ་ཟེར་ན་ནའོ་ཟླ་ཐེན་ཅེས་སོན་ནོ་པ། འོ་དེ་རྫོགས་ད་ནི་ཁ་ཅིག་ནི་དབུགས་ནའོ་ཟླ་ཐེན་ཏེ་ཕི་ལོག་བ་ཏང་མ་བྱས་ཀྱང་ཏང་ཚད་མ་བྱ་ཞེས་བྱ་ག་ནི་ཡོད་ཀྱ། ཁ་ཅིག་ནི་དབུགས་ཕི་ལོག་བ་དང་ཟ་ནའོ་ཟླ་ལན་བྱས་མ་བྱ་ཞེས་བྱ་ག་ནི་ཡོད་ཀྱ་བཞོན་ནོ་ད། ཁ་ཅིག་ནི་གཉིད་བཏང་ས་མ་ཚད་ཨང་ཞིག་བྱ་ག་ནས་ཀྱི་ཁ་ཅིག་ནི་གཉིད་ས་དེ་ཞིག་ག་ནས་ཁ་ཅིག་འབྲུ་ལེན་འབྲུ་ལེན་བྱ་ག་ཁ་ཅིག་མན་ཁ་ཨང་ཞིག་ག་ད་ཁ་ཅིག་ནི་ང་དང་དེ་ནི་ང་དང་དེ་ན་ན་མདང་དེ་ནས་དུས་ལ་དེ་ན་ཨོ་ཡིན་བ་ཆ་ཟེར་ན་མོ་ཏྲོར་འཁོར་ལོའི་ནང་སྐུ་བརྡབ་སྐྱོན་ཞུ་བར་དེ་དེ་ནི་ང་དང་གྲོང་ཆ་ག་ན་མ་མང་པོ་ཡོད་དེ་ནོ་ཞོ་ནོག་ད་སཱད་ཁོམ་གང་ལག་དེ་ནི་ངོ་སོར་བྱེད་ད་དེ་ན་ན་ང་དང་ཉི་མ་གཅིག་གི་ནང་གཉིད་བཏང་སའི་ཐོ་རེ་གཟུགས་པོ་ཡང་སྐྱར་ཤི་བྱེད་མ་བྱ་ལང་ཆའི་ཐོབ་ཆས་སུ་ཁོ་རང་མ་ཧཱ་ལ་ཤཱི་སེ་དེ་ནི་ང་དང་སྤེ་ར་ཡིན་ནོག་ཤོད་ནོག་ཅེས་བྱས་ན་ཨི་ཚོགས་རང་འགལ་རྐྱེན་མ་མང་པོ་ཡོད་དེ་ནོག་དེའི་ནང་ནས་ང་དང་བ་ཐར་ཏེ་ཉི་མ་རེ་རེ་ཡིན་ནའང་ཤི་ཡ་མ་ཤི་ཡ་དེ་ནི་ང་དང་ལང་རྒྱུ་ཡོང་ན་དེ་ནི་མ་འཇིགས་སྤོ་ཡིན་ནོག་སོང་ནོག་སོང་བ་སང་འོ་དེ་ཚོ་བ་ཐར་རང་རང་སོ་སོ་གཙོ་བོ་དེ་བོ་ཐོ་བསམ་ཚར་ཆ་ཡོད་ནོག་སོང་བ་སང། རང་རང་སོ་སོ་དེ་ནས་ཉི་མ་རེ་རེའི་ནང་ཚོད་ན་དེ་ནས་རང་ལ་རང་དགའ་བ་སྒོམས་ཏེ། ཨོ་དེ་གཟུགས་ཨེ་དེ་ནས་ད་དེ་རིང་ཡིན་ན་ངས་ཆོས་ཤིག་ཐོག་བར་འཇུག་གི་འདི་རིང་ཡིན་ན་ངས་མི་ཚེ་འུ་སྐོར་ལ་མི་དང་ཉི་མ་རེ་རེའི་ནང་བདེན་པའི་ང། སྒོ་མེད་ནས་ལ་ཤོ་ཁ་འཇིག་གི་ན་དཔེར་ན་གཞུང་ངས་གཞུང་ལ་ཤོ་ཁ་འཇིག་ན་དྲང་པོའི་ཚུལ་ལ་སྐྱོན་ཧ་ལུན་རྐྱང་རྐྱང་བཏང་སྟེ་མི་བོར། སྒོ་མེད་ལ་ད་ང་དང་ཁྱོད་ཀྱང་གཞུང་ལ་འགོབ་སྐོར་བཏང་སྟེ་མི་བོར། དཔོན་པོའང་འགོབ་སྐོར་བཏང་སྟེ་མི་བོར་ད་ངས་ཉི་མ་རེ་རེའི་ནང་ལ་སོ་བརྒྱ་ལ་སྐྱོན་དེ་མ་ནི་ང་བརྒྱ་ལ་ཡོང་ཆོག་མིན་ནོ་བསམ་སྟེ་གཅིག། དེ་ལ་གཉིས་པ་དེ་ནི་རང་རང་སོ་སོའི་ལག་ཅི་དང་ཅི་ཞིག་ཡིན་ནའང་དེ་ཚང་མར་དག་བདེན་པས་དེ་རིང་ཡིན་ནའང་ལག་སྤུས་ཁེ་དང་མ་བརྒྱ་ལ་ཞིག་འགྲུབ་བྱུང་དོ་བདག་ཅན་ཅིག་འགྲུབ་བཅུག་ཡིན་བསམ་ཁ་ནའོ་དེ་ཚོ་དག་མ་ཤི་ཁར་འབོ། མ་ཤི་བ་ལང་ཐུབ་ཅལ་ཅིག་པུ་པོ་སྤ་གེ་ཅིག་པའི་ར་མ་ནོག་ཡིན་ནའང་དག་གཙོ་བོ་ཁེ་དང་རང་གི་སེམས་པ་དྲང་པོ་ཞིག་གི་ཐོག་ནས་ཉི་མ་རེ་རེ་ཡིན་ནའང་ལག་བརྒྱ་ལ་སྤྱོད་ཐུབ་ནའོ་དེ་བོ་འཇིགས་སུ་བོ་ནོ་དག་གིར་མཁན་ཅིག་ཡིན་ན་དེ་ནི་དེ་རིང་ཡིན་ནའང་བསྐྱར་ངེད་སློབ་ཕྲུག་ཀུན་ལ་མགོ་སྐོར་མ་ནས་མེད་པ་ཙམ་ཉན་མཁན་ཅིག་ང་རང་འབའ་ཚོན་ཅོ་ཟེར་ཡང་དེ་རིང་སློབ་ཚན་སློབ་བྱེད་སའི་སྐབས་བརྒྱ་ལ་ཐོབ་བསམ་སྟེ

ནམ་འཆི་ཆ་མེད་པ་ལ་ཚེ་ལ་ངེས་པ་མེད་པའི་རྒྱུ་མཚན་དང་ལུས་ལ་སྙིང་པོ་མེད་པའི་རྒྱུ་མཚན་དང་འཆི་བའི་འགལ་རྐྱེན་མང་བའི་རྒྱུ་མཚན་ནོ་དེ་རྒྱུ་མཚན་རྣམ་པ་གསུམ་མའི་ཐོག་ནས་ནམ་འཆི་ཆ་མེད་པའོ། སྒོ་མ་འཛག་བྱས་སོ། བཞུགས་གྲུབ་ན་དེ་རིང་ཆོས་ཕྲན་དེ་ཙམ་གྱིས་ཚང་བར་བཞུགས་སོ་ནམ་འདི་ཡི་ཐམས་ཅད་བཟོད་པ་ཉིད་ཐོབ་ནས་ཉེ་བའི་འགྲོ་རྣམས་ཕམ་རྗེས་དེ་སྐྱེ་རྒ་ན་འཆི་བར་ལོངས་སྤྲུགས་པ་སྲིད་པའི་ཚོགས་ལས་འགྲོ་བ་གྲོལ་བར་ཤོག།